ཡ། ཇུ་ལེ། དེ་ནས་ལ་དྭགས་ཆོས་སྐྱིད་བགྲོ་གླེང་ཚོགས་པའི་ནང་བཞུགས་པའི་ཚོགས་མི་ལན་བརྒྱད་ཚང་མ་ལ་སྔ་དྲོ་བདེ་ལེགས་དང་ཇུ་ལེ་ཞུས་ཏེ་དེ་ནས་དེ་རིང་ང་དང་སློབ་ཚན་པ་འགོ་ཚུགས་ཤིང། ལྷར་བཅའ་སྟོན་པ་སངས་རྒྱས་ཀུན་གྱི་དངོས་སུ་བརྒྱད་ཁྲི་བཞི་སྟོང་དམ་ཆོས་འབྱུང་བའི་ན་བཟའ། འཕགས་ཚོགས་ཀུན་གྱི་དབུས་ན་ལྷང་ངེ་བ་དྲིན་ཅན་བླ་མ་རྣམས་ལ་ཕྱག་འཚལ་ལོ། ཨེ་ནས་གསུངས་པ་བསམ་ན་ད་གདངས་ན་བཞག་དང་ཚོགས་ལ་དེ་ནས་ང་དང་ཀའོ། དེ་ནས་དཀོན་མཆོག་རྗེས་འབྲང་གིས་དེ་ནས་མདོའི་སྟོན་བཤད་པ་ལ་དེ་ནས་ཟབ་ཆོས་རྣམ་པ་གསུམ། ཧ་ལས་སངས་རྒྱས་དཀོན་མཆོག་རྗེས་སུ་འབྲང་ཚུལ་ཆོས་དཀོན་མཆོག་རྗེས་སུ་འབྲང་ཚུལ་དགེ་འདུན་དཀོན་མཆོག་རྗེས་སུ་འབྲང་ཚུལ། ད་དེ་ནས་ཡང་སངས་རྒྱས་དཀོན་མཆོག་རྗེས་སུ་འབྲང་ཚུལ་ལ་རྡོར་དམ་པ་དང་རྒྱས་པར་བཤད་པ་གཉིས་ཡོད་པས་ན་ཨེ་ནས་དང་ང་དང་རྒྱས་པར་བཤད་པ་ལ་ཨེ་ནས་ཟབ་ཆོས་རྣམ་པར་དགུ། ཨེ་ནས་དང་པོ་དམ་དུ་བཞུགས་པའི་རྒྱུ། གཉིས་པ་སྐུའི་རང་བཞིན་གསུམ་པ་གང་ལ་བརྟེན་ན་གཞན་དོན་མཛད་པ། ནི་བཞི་པ་བྱ་བ་གང་ཡིན་པ་ལྔ་པ་ཐབས་གང་ཡིན་པ། འོ་དེ་ནོ་ཧ་ལས། ད་དེ་རིང་ཡི་ག་ལྔ་དང་དྲུག་པ་དང་བདུན་པ་གཉིས་ཀ་ཞུས་བྱས་ནོ་གསུངས་པ་སང་ན་ད་དྲུག་པ་ན་གང་དུ་བཞུགས་པ། ནི་བདུན་པ་ནི་མ་ཆགས་པར་གཞན་དོན་མཛད་པ། འོ་དེ་གཉིས་ཀ་ནོ་ཧ་ལས། ད་ན་སི་གང་དུ་བཞུགས་པ་ཨ་ཟི་རན་པོ་ཅིག་ད་དེ་ནའང་དེ་ནས་དཀོན་མཆོག་ཅེས་དྲན་དགོས་འདོད་ནའང། འདོད་པ་བདག་གིས་མ་གོས། གཟུགས་བདག་གིས་མ་གོས་པར། ཧ་ལས་གཟུགས་བདག་གིས་ཉེ་བར་མ་གོས་པ། གཟུགས་མེད་པ་བདག་དང་མ་འདྲེས་པ། ཟེར་ཏེ་ཨོ་དེ་འདུག་ཨ་ལས། ཧ་ལས་ཨོ་ད་འདོད་པ་བདག་གིས་མ་གོས་པ་ཨ་ཟི་རན་པོ་ཅིག། ཨོ་ད་སངས་རྒྱས་བཅོམ་ལྡན་འདས་ལ་ཁོ་རང་གི་ཟབ་ཁྱད་ཁོ་རེ་ནའང། ཧྲི་ན་སི་གང་དུ་བཞུགས་པ་ཨ་ཟི་རན་པོ་ཅིག་ཨི་ན་གཟུགས་དབྱིབས་ལྔ་དང་ཁམས་གསུམ་ད་སངས་རྒྱས་སི། ཨེ་ནི་གཞན་དོན་མཛད་ཙྪ་ན། ཨེ་ནི་ང་དང་འགྲོ་བ་སེམས་ཅན་ཤཱནཱས་པའི། ཨེ་ནི་ཤཱནཱས་པོ་ཁྱེད་དེ་ན་ཨེ་ནི་ཁམས་གསུམ་མི་ནོར་བ་ལས་ཁམས་གསུམ་འཁོར་བ་བཞུགས་ག་ནོ་ནོག་ད་ལས། ད་ཁམས་གསུམ་ཟི་རན་པོ་ཅིག་ཨེ་ནི་འདོད་ཁམས་གཟུགས་ཁམས་གཟུགས་མེད་ཁམས་གསུམ་མི་ནོར་བ་ལས། ད་གསུངས་པ་སང་ན་སངས་རྒྱས་བཅོམ་ལྡན་འདས་ཀྱིས། ཨོ་འགྲོ་བ་སེམས་ཅན་ཁམས་གསུམ་འཁོར་བ་ཤཱནཱས་པའི་འགྲོ་བ་སེམས་ཅན་གྱི་དོན་མཛད་དེ་འཇིག། ཨེ་ནི་ཁམས་གསུམ་འཁོར་བའི་ཤཱནཱས་སུ་བཞུགས་ཙྪ་ན། ཨེ་ནི་ད། ཧ་ལས། འདོད་པས་ཨོ་ད་དོ་འདག་ག་འདོད་པའི་སྐྱོན་གྱིས་ཡང་མ་གོས། གཟུགས་ཀྱི་སྐྱོན་གྱིས་ཡང་མ་གོས། གཟུགས་མེད་པའི་སྐྱོན་གྱིས་ཡང་མ་གོས་གཟའ་རིན་པོ་ཆེ་ཁམས་གསུམ་ལ་བཞུགས་ཟིན་གཅིག་ཡིན་ན་ཡང་ཁམས་གསུམ་གྱི་སྐྱོན་གྱིས་མ་གོས་པ། དཔེར་ན་ང་དང་དུར་རྒྱུན་ན་དེས་དཔེ་ལ་ལྟོས་ཞུ་བ་ནོ་ཨ་ལས། ལྡམ་ལ་སྐྱེས་ཀྱང་བདག་གི་ལྡམ་གྱིས་མ་གོས་ལྟར།

ཡིན་ན་ཡང་ཁམས་གསུམ་འཁོར་བའི་ངེས་པ་དང་དཀྲིས་མ་དང་སྐྱོན་གྱིས་མ་བསྒོས་པ་འོ་དེ་ནས་འགྲོ་བ་སེམས་ཅན་གྱི་དོན་མཛའ་བརྟེན་ཅིག་བཞུགས་ས་ནོ་གསུངས་ཟེར་རོ། ད་དེ་ན་ཡང་འདོད་པ་དག་གིས་མ་བསྒོས་པ་གཟན་པོ་ཅིག་ཡིན་ནི་སངས་རྒྱས་བཅོམ་ལྡན་འདས་འདོད་པའི་ཁམས་ན་གཞན་དོན་མཛད་པའི་དུས་སུ་ཡང་མེད་ན་གཞན་དོན་མཛད་པའི་ཚེ། འདོད་པས་ཨོ་ད་འདི་ནི་སས་བསྡུས་པས་ཟར་པོ་ཅིག་འདོད་པས་ས་ཟེར་བ་ལས་ཨོ་ད་འདོད་པས་སས་བསྡུས་པས་ད་ང་དང་ཟེར་ན་ཨོ་འདོད་ཆགས་གཞན་དང་གཏི་མུག་ཁོང་ཁྲོ་ང་རྒྱལ་མ་རིག་པ་ཐེ་ཚོམ་ལ་སོགས་པ་ཨོ་ད་རྩ་ཉོན་དྲུག་དང་ཉེ་ཉོན་ཉི་ཤུ་ལ་སོགས་པའི་ཉོན་མོངས་པ་དེ་དག་གིས། ཨོ་དེ་ནས་སངས་རྒྱས་བཅོམ་ལྡན་འདས་ལ་ཨོ་དེ་ནས་མ་ཧོ་སི་པཱས། ཨེ་ནས་ལོག་སྒྲུབ་ཀྱི། ཧ་ལས་གནོད་པ་བདག་གིས་མ་ཧོ་སི་པཱས། ཨོ་ད་དེ་ནས་ཧ་ལས་ང་དང་དེ་ནས་ཨོ་གཞན་གྱིས་ད་འགྲོ་བ་སངས་རྒྱས་བཅོམ་ལྡན་འདས་ཁོང་རང་ཨ་སྐྱོན། འདོད་པས་གྱིས་ཨོ་དེ་ནས་ཉོན་མོངས་སི་པ་དང་ཨོ་དེ་དག་གིས་སྐྱོན་གྱིས་དཀྲིས་པས་མ་ཧོ་སི་པ་བཞིན་དུ་ཨོ་ད་མི་གཞན་གྱིས་ཨོ་སངས་རྒྱས་བཅོམ་ལྡན་འདས་ལ་ཨོ་དབྱིངས་བ་ལ་གནོད་པ་དང་འཚེ་བ་དང་དཀའ་གཟུགས་ཤིག་བཟོས། སྤྱོད་ན་ཡང་དེ་དག་ཐམས་ཅད་མི་གཟུགས་བྱས། ཅི་ཡང་ཟེར་ན་སངས་རྒྱས་བཅོམ་ལྡན་འདས། འོ་དག་ཕྱིའི་བདུད་ནང་གི་བདུད་བདུད་ཕྲ་རགས་ཐམས་ཅད་མ་ལུས་པ་བཅོམ་ལྡན་འབའ་ས་ན་སངས་རྒྱས་བཅོམ་ལྡན་འདས་ལ་སུ་དང་སུ་ཞིག་གིས་འོ་དེ་ནས་གནོད་པ་དང། འོ་ད་འཚེ་བ་ལ་སོགས་པ་ནི་སྤྱོད་ངན་རྣམས་མི་རུང་བ་ལགས། ད་དོན་དག་པོ་ཅི་ནོ་ཟེར་ན། ཨོ་དེ་ནི་སྤེན་ན་ང་དང་དགའ། ཧྲོ་ཁོང་ཁྲོ་སྤང་ངན་དཀའ་ནི་མི་ཞིག་ག། ཨོ་གཞན་གྱི་གཏམ་ངན་པ་དང་ཚིགས་ངན་པ་དང་དེ་དག་ཐམས་ཅད་ཀྱི་ཁོག་ཅང་ནུས་མེད་དུ་གྱུར་ར་ནོག་ལེ། ཨོ་ད་ང་དང་དུར་རྒྱུད་ན་ཡིན་ནོག་པ། མི་ཧྲོ་ཁོང་ཁྲོ་སྤང། ཧྲོ་ཁོང་ཁྲོ་མི་ཡོང་ག་ཅིག་གི་མི་ཞིག་ག་གཞན་གྱི་སྐྱོན་བཤོད་བཅོས་སྟེ་ཁོའི་མདུན་ལ་ཧྲོ་ཁོང་ཁྲོ། ལྷང་བཅས་སི་ཏོ་ད་ཧྲོ་ཁོང་ཁྲོ་ཡོང་བཅས་སོགས་ཅི་ཞིག་བཏོན་ན་ཁོ་བ་གཟུགས་བ་མེད་ཀྱང། ཨ་ལས་སོགས་པ་བསགས་ན་ཨེ་ནས། དཔེར་ན་སྔར་ང་དང་སངས་རྒྱས་བཅོམ་ལྡན་འདས་སུ་ཨེ་ནས་ག་ས་ལོ་རྒྱུས་ཤིག་ཡོང་འདུག་ཨ་ལས། ཨེ་ནས་སངས་རྒྱས་བཅོམ་ལྡན་འདས་སུ་མདུན་ལ། ད་མི་གཞན་གྱིས་ཨེ་ནས་སངས་རྒྱས་ལ་སྐྱོན་བརྗོད་མང་པོ་མཛད་ཀྱང་སྐྱོན་བརྗོད་མང་པོ་བྱོས་པ་བསགས་ན། ཨེ་ནས་སྐྱོན་བརྗོད་པོ་བཅོས་ཚར་དེ་ཚང་མ་ཁོས་ཟེར་ད་ཁྱེད་རང་སྐྱོན་ནི་གཟུགས་གཅིག་འདུག་ཁྱོད་རང་མིའི་སྒོབས་སྐོར་བཏང་འདུག་ཁྱེད་རང་ཆོས་བཤད་བྱ་ཚང་མར་ཟུར་མ་ཡིན་རོགས་ཟེར་ག་མི་འདྲ་མི་འདྲ་སྐྱོན་བརྗོད་ཚར་ད་ཟེར་སངས་རྒྱས་བཅོམ་ལྡན་འདས་ཀྱིས་ས་དེ་བཞུགས་ཟེར་ན་ཨེ་ནས་སྟེང་འཇུག་པའི་ག་ད་འགྲིག་ག་ཟེར་སྤ་ས་ན། ཧ་ལས། ཨོ་དེ་ནས་ཁྱེད་རང་ཡི་སྐྱོན་ཚང་མ་ཁྱེད་རང་ལ་བདག་ས་ང་ཡི་ག་སྐྱོན་བརྗོད་ཙམ་ཞིག་ཡོད་ན་ཡང་ཨོ་དོ་ང་ང་ཁྱེད་དེ་རང་ཧྲོག་ཁོང་ཁྲོ་བྱེད་དོང་ཅང་མ་ཡོང་ས་ལས་ང་ཅང་མ་གཟུགས། ག་གཟུགས་གི་མ་གཟུགས་ཟེར་ན་ཁྱེད་རང་གིས་གཡེང་བ་སྐྱོན་བརྗོད་ཚང་མ་ངས་མ་རན་པིན། ཧ་ལས་སོང་པ་ཟེར་ན་ག་ཁྱེད་རང་གིས་སྐྱོན་བརྗོད་སྔ་ཙམ་ཞིག་བརྗོད་སྡོད་ན་ཨོ་དོ་ཁྱེད་རང་གིས་ལྷོགས་སྟེ་འཁུར་ཏེ་སོང་ཨོ་ང་དགོ་ས་མེད་ང་ཁྱེད་རང་གིས་སྐྱོན་པོ་ཚང་མ་མ་རན་པིན་ཅང་ཁྱེད་རང་གིས་སྐྱོན་བརྗོད་བརྗོད་བྱ་ཚང་མ་ལ་ང་ཧྲོ་ཁོང་ཁོང་ཁྲོ་ལང་ཤ་སྟག་ཅི་རྫོགས་ཅང་མ་ཡོང་ངས་མོ་ལྟོ་དེ་བ་ལས། ད་དེ་འདྲའི་འགྲོ་བ་ལས་ང་དང། འཇིག་རྟེན་འདི་ནའང་སྡུག་ཙམ་ན་མིས། གཞན་གྱི་སྐྱོན་བརྗོད་བཅོམ་པོ། ཡིན་ནའི་ཁོའི་སྐྱོན་བརྗོད་པོ་ང་དང་བསྣན་ན་ང་དང་ཤོག་ཁོག་འགྲོ་ཡོང་བ་དང། སྐྱོན་བརྗོད་པོ་ང་དང་མ་བསྣན་ན། ཁོ་ཅི་ཟེར་ན་ཟེར་བཅུག། ཨོ། ཁོའི་སྐྱོན་བརྗོད་དེ་སྤེ་ར་ཚང་མ་ཁྱེར་ཏེ་ན་སྒྲ་ཨིས་སྒྲགས་སྐད་བཏང་ག་ཙོགས། ཆུ་ཡིས་ཆུ་སྐད་བཏང་ག་ཙོགས་ན། ཨོ་ད་ཨི་གཟུགས་ཤིག་ཡིན་ནོག་བསམ་རྒྱས་མ་རྟོགས། ཨོ་ད་ང་སྐྱོན་བརྗོད་དོགས་ང་ཅིག་ག་གཟུགས་བཟོས་ཏོག་བསམ་རྒྱས་པོ་ང་དང་མ་ཡོང་ན། ཡིན་ནའི་ང་དང་ཁོའི་སྐྱོན་པོ་ང་དང་གཟུགས་བ་མེད་ཀྱང། ཨོ། ད་ཁོས་སྐྱོན། བརྗོད་བཅོས་དེ་སྟེང་ན་ཧྲོལ་ཡོང་ཅེས་པ་གི་དེ་ན། ཕེད་པོག་ང་དག་སྐྱོན་ཡིན་ཀྱང། ཅེས་ཟེར་ན། ཁོས་ཨི་ན་ཟི་འི་ཨ་ཧོས་པོ་སྐྱོན་བརྗོད་བཅོས་བྱས་པོ་ད་ཁོའི་ནོར་འཁྲུལ་ཡིན་ཀྱང། པ་ཨི་ངོ་ཨ་ང་དག་ནན་ཅེས་པོག་ང་དག་ནོར་འཁྲུལ་ཡིན་ཀྱང། གལ་ཏེ་ཁོས་ཨི་ངོ་ཨ་སྐྱོན་བརྗོད་ཅིག་བཅོས་ན་ཡང། ང་དག་མ་ནན་ན། ང་དང་སྐྱོན་བརྗོད་དུ་གཟུགས་མ་གཟུགས་གནང་བ་ལས། མ་གཟུགས་པ་ཟ་ན་ཨེ་ནས་ཁོ་ང་དང་ཧྲོ་ཁོང་ཁྲོ་ལངས་ས་མེད་ཀྱང་ལས། གསུངས་པ་ཟ་ན་ང་དང་ཧྲོ་ཁོང་ཁྲོ་ཡོང་ཅགས་པོ་འོ་སྐྱོན་བརྗོད་བྱོས་ཁ་ན་མི་གཞན་གྱི་ཡིང་བ་ཧྲོ་རྩེ་བྱེད་པ་གཅིག་པོ་ལ་རག་ལ་ས་མི་རུ་བ་ལས། ཕེད་པོ་ང་དང་ག་རག་ལ་སུ་བ་ལས། དོན་དག་ག་འོ་ད་དག་ས་ཡིན་ན་འདོད་པ་དག་གིས་མ་འོས་པ་ཟེར་བུ་ཅིག་བས་ནི་འདོད་པའི་ཁམས་ན་འགྲོ་བ་སེམས་ཅན་གྱི་དོན་མཛད་དེ་འཇིགས་བྱེད་དོན་མཛད་པའི་བཞུགས་པའི་དཔེ་ན་ང་དང་མི་ཡུལ་འཇིག་རྟེན་འདི་གར་སྐྱོད་དེ་སངས་རྒྱས་བཅོམ་ལྡན་འདས་ཀྱི་མཛད་རྟགས་བཅུ་གཉིས་སུ་སྟོན་ན་མཛད་ཀྱང། ཡིན་ནའང་སངས་རྒྱས་བཅོམ་ལྡན་འདས་ལ་ང་དང་མི་ཡུལ་འཇིག་རྟེན་འདི་གར་སྐྱོད་དེ་འདོད་པའི་ཁམས་ཀྱི་ཡེ་ནས་ང་དང་ང་ཡོད་དཀའ་ནས་དེ་འདོད་ཆགས་བཞི་དང་ཉོན་མོངས་པའི་ང་དང་ཙམ་ཞིག་སྐྱོན་བརྒྱ་བས་ཨོ་དེ་ཚང་མས་ཡི་སངས་རྒྱས་བཅོམ་ལྡན་འདས་ལ་སྐྱོན་གྱི་བཞུགས་སྐྱེ་ག་ཟེར་ན་མ་བཞུགས་སྐྱེ་ག་ལས། སྐྱོན་གྱི་སྒོ་སྐྱེ་ག་ཟེར་ན་མ་སྒོ་སྐྱེ་ག་ལས། ཨོ་སོགས་པ་བསགས་ན་ཨོ་དེ་ནི་འདོད་པའི་ཁམས་འདོད་པ་བདག་གི་མ་གོ་ས་པ། ད་དེ་སྣ་ཚོགས་ལ། གཟུགས་ཁམས་ན་ཧ་ལས་ཨོ་ད་འགྲོ་བ་སེམས་ཅན་གྱི་དོན་མཛད་པའི་ཚེ། ད་གཟུགས་ཁམས་ལ། ང་དང་འདོད་པས་འདོད་པའི་གཟུགས་ཁམས་ལ་ཡང་ཉོན་མོངས་ས་པ་དང་གཟུགས་ད་མང་པོ་ཡོད་ཀྱག་ད་ཨོ་ད་ང་དང་ཚོགས་ལ་ཡང་ཧ་ལས་སོ་གཙོ་མང་ཆེ་བ་ཨོ་དེ་ནི་ཏིང་ངེ་འཛིན་གྱི་སྙོམས་བཞུགས་ཀྱི་དབང་གིས་ད་ཨོ་དེ་དག་གི་ཡང་སྐྱོན་མང་པོ་ཞིག་ཡོད་པ་བསགས་ན། སྙོམས་བཞུགས་དང་སྐྱེ་བའི་བསམ་གཏན་གྱིས་བདེ་བའི་རོ། བསམ་བརྟགས་ལ་ཏིང་ངེ་འཛིན་ལ་རོ་མྱངས། ཧ་ལས་ཏིང་ངེ་འཛིན་སྒོམ་ཉམས་ལེན་སྤྱོད་འདུག་པ་སོགས་ན་ཨེ་ནས་དེ་བས་སེམས་ལ་ན་རྒ་བ་དང་སྤྲོ་བ་སླེབ་ན་ཡང་གཟུགས་ཁམས་པའི་ལྷ་རྣམས་འོད་དོ་ལ་ཆགས་ཏེ་འདུག་ཨེ་ཀྱ་ཧ་ལས་ཀ་ཏིང་ངེ་འཛིན་གྱི་རོ་ལ་ཆགས་ཏེ་མདོར་བསྡུ་ན་ཏིང་ངེ་འཛིན་སྒོམ་པ་ལ་བརྟེན་ན་ལུས་ལ་བདེ་བ་བསམ་གྱིས་མི་ཁྱབ་པ་ཞིག་འབྱུང་བར་བ་ཅིག་འོད་དེ་འདི་སྐྱིད་པོ་ལ་སེམས་ཆགས་སུ་འདུག་ཅེས། ཨོ་ད་དེ་དོན་དག་ལ་ཡང་ང་དང་ཨོ་ད་ཉོན་མོངས་པའི་དེ་གྲངས་དེ་ཉོན་མོངས་པའི་རིགས་མང་པོ་ཞིག་ཡོང་འོས་པ་སོང་ན་གལ་ཏེ་སངས་རྒྱས་བཅོམ་ལྡན་འདས་གཟུགས་ཀྱི་ཁམས་ན་འགྲོ་བ་སེམས་ཅན་གྱི་དོན་མཛད་པའི་ཚེ། ཨོ་དེ་ནས་གཟུགས་ཁམས་ཀྱི་སྙོམས་འཇུག་དང་སྐྱེ་བའི་བསམ་གཏན་གྱི་རོ་མྱང་གིས་ཨོ་བསྲེགས་པ་ཟེར་ན་ང་དང་ཨ་ད་འདོད་ཆགས་ཀྱི་རིགས་ཤིག་ཡིན་ནོ། འོ་དེ་དག་ལ་མ་ཆགས་དེ་དག་ལ་མ་ཞེན་པའི་སྒོ་ནས་འོ་དེ་ནི་ཉེ་བར་དེ་ལྷག་པར་མ་གོས་པ་འོ་དང་གཟུགས་ཁམས་པའི་འོ་དེ་ནི་ཉོན་མོངས་པའི་ཤེས་པ་ལ་སོགས་པ་དེ་དག་གི་སྐྱོན་གྱིས་མ་གོས་པ་འོ་དེ་ནི་གཟུགས་ཁམས་པའི་སེམས་ཅན་གྱི་དོན་རྣམས་དོན་མཛད་མཛད་དང་ནོ་ཟུར་དེ་མདོར་བསྡུ་ན་གཟུགས་བདག་གིས་ཉེ་བར་མ་གོས་པ། གཟུགས་མེད་པ་ན་ཧ་ལས་གཟུགས་མེད་པ་བདག་དང་མ་འདྲེས་པ་ཟེར་བ་ཅིག་ཡང་གཟུགས་མེད་ཀྱི་ཁམས་ན་ཡང་ཡིན་ན་གཟུགས་གཟུགས་དང་སྒྲ་ལ་སོགས་པ་ལྔ་དང་ཟློས་པ་དང་གཟུགས་ཁམས་ནང་བཞིན་ཅིག་ཨི་གཟུགས་ཏོ་གཟུགས་མེད་ཁམས་ན་ཨོ་ད་ནི་གཟུགས་སྒྲ་ལ་སོགས་པ་མེད་པར་བསམ་ན་ནི་ཧ་ལས་ཨོ་དེ་ནི་གཟུགས་མེད་ཁམས་ན་ལུས་ངག་གི་བྱ་བ་མེད་པས་ཨོ་ང་དང་བདག་ས་ལྔ་དང་ཟློས་པའི་ཁམས་ན་ཡོད་ཁ་ནང་བཞིན་ཅིག་ཨོ་ལུས་ངག་གི་བྱ་བ་མེད་ཀྱང། དེར་ཞུགས་ན་ཆོས་སྟོན་པ་མི་སྲིད་པས་ན། གཟུགས་མེད་ཀྱི་ལུས་ངག་གི་བྱ་བའོ། བདག་དང་མ་འདྲེས་པ། གཟུགས་མེད་ལ་དམིགས་བསལ་གྱི་གཟུགས་མེད་པ་ཟེར་ན། གཟུགས་མེད་ཁམས་སུ་ཞུགས་ཏེ། འགྲོའི་དོན་མཛའ་དོག་ཟེར་ཨི་གཟུགས་གཟེར་བྱ་ཞིང་དང་མེད་ཀྱང། ཡིན་ན་ཡང་གཟུགས་མེད་ཀྱི་དང་ཉོན་མོངས་པའི་ཧྲེད་པ་དང་སྐྱོན་ཅིག་མང་པོ་ཞིག་ཡོད་པ་ཟེར་ན། དེ་བདག་དང་མ་འདྲེས་པ། དོན་དག་གི་སངས་རྒྱས་བཅོམ་ལྡན་འདས་ལ་ཅི་ཞུས་བསྟན་ནོ་ཟེར་ན། ཨོ་ཁམས་གསུམ་གྱི་ཉོན་མོངས་པའི་དྲི་མས་མ་གོས་པ་བསགས་ན་འདོད་པ་དག་གིས་མ་གོས་པ། གཟུགས་དག་གིས་ཉེ་བར་མ་གོས་པ། གཟུགས་མེད་པ་དག་དང་མ་འདྲེས་པ། ཨོ་ད་དོན་དག་ཨོ་ཁམས་གསུམ་གྱི་ཉོན་མོངས་པའི་སྐྱོན་གྱིས་དྲི་མས་མ་གོས་པ། ཁམས་གསུམ་གྱི་དྲི་མའི། སྐྱོན་གྱིས་མ་གོས་པ། ཞུ་བྱེད་ཟད་དོན་དག་པོ་ཨོ་དོན་གྱི་རྟགས། སྐྱོ་ད་ལེ། ད་དེ་ཀ། ཨེ་ནི་དེ་སྟིག་མེ་ཀ་ན། ཧ་ལས་སྡུག་བསྔལ་ལ་རྣམ་པར་གྲོལ་བ་ཟེར་ཀ་ཅི་འདུག་ཨ་ལེ་ཨོ་དོ་ཨི་ན་ཟུག་གཡང་སྤེ་ཅ། སངས་རྒྱས་སུ་ཡང་དག་ས་དཀོན་ཅོག་བྱེ་བྲག་གི་དོན་མང་པས་ན་ཨི་ཚིགས་པོ་མི་ནུག་ཤོད་ཧ་ལས། གཞས་གཞུང་ཁུངས་མ་བཞལ་ན་མི་འབྱུང་ངོ་ཟེར་ཀ་ཅི་འདུག་ཨ་ལེ་ཨོ་ད་གཡང་སྤེ་མང་པོ་ཞིག་ན་ཨོ་དེ་ཚིགས་པོ་ས་ལ་མི་ནུག་མི་ནུག་ཟེར་ད་དོན་དག་ཨ་ཚིགས་པོ་ཅི་གསུངས་བསྟན་ནོ་ཟེར་ན། སྡུག་བསྔལ་ལ་རྣམ་པར་གྲོལ་བ་ཟེར་རན་པོ་ཅིག། ཐ་ལེ། ཨོ་སངས་རྒྱས་བཅོམ་ལྡན་འདས་གཟུགས་བསྔལ་ཐམས་ཅད་སྤངས་པ། ཨོ་གཟུགས་བསྔལ་ལ་རྣམ་པར་སྒྲོལ་བ་གསུང་ཆེན་སྤོ་བོ་དེ་སྐད་པ། ཡིན་ན་ཡང་ད་ཁོ་ང་དང་དོན་དག་པོ་ང་དང་ཤེས་ཏེ་འདུག་ན་འགྲིག་དོན་ག་ལས་གཟུགས་བསྔལ་ལ་རྣམ་པར་སྒྲོལ་བ་ཟེར་ན་སངས་རྒྱས་བཅོམ་ལྡན་འདས་ལ་ཨོ་ཁམས་གསུམ་འཁོར་བའི་ནང་ན་གནས་པའི་འགྲོ་བ་སེམས་ཅན་ལ་གཟུགས་བསྔལ་ཙམ་ཞིག་ཡོད་དཀའ་ནང་བཞིན་ཅིག་ཨོ་ད་གཟུགས་བསྔལ་ཡོད་ཨོ་དེ་གཟུགས་བསྔལ་གྱི་ཕྲ་མོ་ཙམ་ཡང་སངས་རྒྱས་ལ་མེད་སྐྱ་ག་ལས་མེད་པ་ཟེར་ན་ཨོ་གཟུགས་བསྔལ་ལ་སྒྲོལ་བ་རྣམ་པར་སྒྲོལ་བ། ད་བརྡུན་པས་ཀ། ཐ་ལེ། འདུན་པ། མ་ཆགས་པར་ཞལ་སྟོན་མཛད་པ་གཟིར་ཁ་འགྲོ་རོགས་ད་ང་དང་ཟབ་ཅི་ཐ་ལེ། ད་སངས་རྒྱས་བཅོམ་ལྡན་འདས་ཀྱིས་ཨོ་དེ་ནས་གའོ་ཁྱེད་དེ་ནང། ཨེ་ནི་འགྲོ་བ་སེམས་ཅན་གྱི་སྟོན་མཛད་དེ་ཀྱེ། འགྲོ་བ་སེམས་ཅན་གྱི་སྟོན་མཛད་དང་པོ་གཅིག་ཨོ་དེ་ནི་ཡུལ་གང་ལ་ཡང་མ་ཆགས་པ་ཧྲི་ནཱས་གང་ལ་ཡང་མ་ཆགས་པ། འོ་ད་དོན་དག་སངས་རྒྱས་བཅོམ་ལྡན་འདས་ཀྱིས་འོ་དེ་ནས་ཉོན་མོངས་པ་དང་ཤེས་བྱའི་སྒྲིབ་པ་ཐམས་ཅད་སྤངས་བསྟན་པ་བཟང་ན་ཆོས་གང་ལ་ཡང་ཆགས་ཞེན་མེད་པའི་སྒོ་ནས་འོ་དེ་ནས་འགྲོ་བ་སེམས་ཅན་གྱི་དོན་མཛད་ཚུལ་བོད་འགྲོ་བ་ལས། ད་དེ་ལ་རྩ་བའི་ནང་ང་ཅི་གསུངས་ཟེར་དོན་འོ་ཞེ་ན་ཕུང་པོ་དག་ལ་རབ་ཏུ་རྣམ་པར་གྲོལ་བ། ཁམས་རྣམས་དང་མི་ལྡན་པ། སྐྱེ་མཆེད་རྣམས་བསྡམས་པ་ཟེར་ཏེ་འོ་དེ་ནས་ད་མདོར་བསྡུ་ན། ཕུང་པོ་ལྔ། ཧ་ལས་ཨོ་དེ་ནས་ག་སྐྱེ་མཆེད་བཅུ་གཉིས་ཨོ་དེ་ནས་ཧ་ལས། སྐྱེ་མཆེད་བཅུ་གཉིས་ཨོ་དེ་ནས་ཁམས་དྲུག་གཟེར་དཀར་པོ་ཨོ་དེ་རོ་ད་མདོར་བསྡུ་ན་ཨོ་དུ་གསུངས་ཟེར་རོ། གསུངས་པ་བསམ་ན། ཨོ་ཟག་བཅས་ཀྱི་ཕུང་པོ་ལྔ་པོ་དག་ནི། ཡང་སྐྱེ་བའི་ཚོགས་པས་ན་ཡིན་ཀྱང། རྒྱལ་བས་སྐྱེ་འཆིས་སྤངས་པས་དེའི་སྐྱོན་ལ་རབ་ཏུ་རྣམ་པར་གྲོལ་བ། ད་དཔེར་ན་བདག་གསང་སྔགས་དང། ཟག་བཅས་ངེས་ལེགས་ཀྱི་ཕུང་པོར་སྔར་ཡོད་དེར་བ་ལས། གཟུགས་ཀྱི་ཕུང་པོ། ཚོར་བའི་ཕུང་པོ། འདུ་ཤེས་ཀྱི་ཕུང་པོ། འདུ་བྱེད་ཀྱི་ཕུང་པོ། རྣམ་པར་ཤེས་པའི་ཕུང་པོའོ། གསུངས་པ་བསམས་ན་ད་བདག་གསང་སྔགས་དང། འོ་དེ་ནས་ཟག་བཅས་ངེས་ལེགས་ཀྱི་ཕུང་པོ་ལྔ་པོ་ཡོད་པར་བསམས་ན་ད་དེ་ག་ན་ཅི་བྱེད་ཀྱང་ཟེར་ན། སྐྱེ་བའི་སྡུག་བསྔལ། རྒ་བའི་སྡུག་བསྔལ། ན་བའི་སྡུག་བསྔལ། འཆི་བའི་སྡུག་བསྔལ།

ཡིན་ནས་ཀྱང་སངས་རྒྱས་བཅོམ་ལྡན་འདས་ལ་ཧ་ལས། འོ་སངས་རྒྱས་བཅོམ་ལྡན་འདས་ཀྱིས་འོ་ད་དེ་ནས་ཟག་བཅས་ཀྱི་ཕུང་པོ་ཕུང་པོ་ལྔ་པོ་དག་ནི། ཧ་ལས། སྐྱེ་བའི་ཚོགས་ལ་སོགས་པའི་ནད་ཟིན་ཀྱང་རྒྱལ་བའི་སྐྱེ་མཆེད་སྤངས་ཏེ་འོ་ད་སངས་རྒྱས་བཅོམ་ལྡན་འདས་ལ་སྐྱེ་བའི་སྡུག་བསྔལ། ན་བའི་སྡུག་བསྔལ། རྒ་བའི་སྡུག་བསྔལ། འཆི་བའི་སྡུག་བསྔལ། འོ་ད་ཉོན་མོངས་པ་དང་ཤེས་བྱའི་སྒྲིབ་པ་མ་ལུས་པ་སྤངས། བདུད་བཞི་རྣམ་པར་སྤངས་པའི་སྒོ་ནས་འོ་ད་དེ་ནས་དེ་དག་གིས་འོ་ད་དེ་ནས་དགའ་ཞེས་དེ་ན། སྐྱོན་ལ་འོ་དེར་རབ་ཏུ་རྣམ་པར་གྲོལ་བ། འོ་ད་མདོར་བསྡུ་ན་ཕུང་པོ་ལྔའི་སྐྱོན་ལ་རབ་ཏུ་གྲོལ་བ་ཟེར་བ་ཅིག་འོ་དེ་ནང་ལ་ཕུང་པོ་དག་ལ་རབ་ཏུ་རྣམ་པར་གྲོལ་བ་ཟེར་བ་ཅིག་འོ་ད་དུས་རྒྱུན་ན་ཟག་བཅས་ཀྱི་ཕུང་པོ་ཡོད་དཀའ་ལ་འོ་དེ་སྐྱོན་ལྔ་པོ་ཡོངས་བསྐྱེད་པ་སངས་རྒྱས་བཅོམ་ལྡན་འདས་དེ་དག་ཐམས་ཅད་ལ་ཡང་བསྒྲལ་བ། འོ་དེ་དག་ཐམས་ཅད་ལ་ཡང་གྲོལ་བ། ཧ་ལས་ཁམས་རྣམས་དང་མི་ལྡན་པ། ཨོ་ཁམས་རྣམས་དང་མི་ལྡན་པ་གཟར་པོ་ཅིག་ཨེ་ནས་ཉོན་མོངས་པ་ཧ་ལས་ཨོ་དེ་ནས་དྲན་པར་བྱེད་པའི་ཟག་བཅས་ཀྱི་ཁམས་བཅོ་བརྒྱད་ཡོད་དོ་ཨོ་ལས། ཨོ་ད་ཟག་བཅས་ཀྱི་ཁམས་བཅོ་བརྒྱད་རྣམས་དང་ཨོ་དེ་ནས་མི་ལྡན་པ་གཟར་པོ་ཅིག་ཨོ་ད་དེ་ནས་ཟག་བཅས་ཉོན་མོངས་པའི་ཉོན་མོངས་པ་བཀྲམ་པར་བྱེད་པའི་ཟག་བཅས་ཀྱི་ཁམས་བཅོ་བརྒྱད་པོ་དག་ཡིན། འོ་དེ་ནི་སངས་རྒྱས་བཅོམ་ལྡན་འདས་ལ་མི་ལྡན་པ་ཟེར་པ་ཅིག་སངས་རྒྱས་བཅོམ་ལྡན་འདས་དེ་དག་གིས་མེད་པའམ་མི་ལྡན་པའམ་སྤངས་པ། ད་དེ་ནས་སོང་ལ་སྐད་ཅིག་རྣམས་བསྡམས་པ་ཟེར་པ་ཅིག་གདགས་ས་དེ་ཀ་བསྡམས་པ་ཟེར་དཀར་པོའི་ཧ་དང་ལྕེ་བཅུ་ལྕེ་དབང་རོགས་ཟེར་ན་སྤངས་པ་ལ་དབང་རོགས་ཧ་རེད། པོ་དང་ཉོན་མོངས་སྤ་སྐད་བཞིན་ཆད་པའི་སྒོར་གྱུར་པའི་ཟག་བཅས་ཀྱི་སྐད་ཅིག་བཅུ་གཉིས་སྤོ་རྣམས་ལ་ནི་བསྡམས་ཤིང་སྤངས་པ། དོན་དག་ཉོན་མོངས་སྤ་སྐད་བཞིན་བདག་སངས་རྒྱས་དང་སྐད་ཅིག་བཅུ་གཉིས་བརྗོད་དེ་ནོ། ཨོ་སྐད་ཅིག་བཅུ་གཉིས་ཨོ་དེ་ནི་ཁ་ལས་བདག་སངས་རྒྱས་ནི་ཁམས་བཅོ་བརྒྱད་གཞི་དཀར་གྱི་དུ་བ་ལས། ཨོ་ད་ཁམས་བཅོ་བརྒྱད་དང་སྐད་ཅིག་བཅུ་གཉིས་ཟན་པོ་ཅིག། ཧ་ལས་ཨོ་དེ་ནས་གཟུགས། སྒྲ། དྲི་རོ་གཟུགས་ཀྱི་ཁམས་སྒྲའི་ཁམས་དྲིའི་ཁམས་རོའི་ཁམས་རེག་བྱའི་ཁམས་ཆོས་ཀྱི་ཁམས། ཨོ་ད་ཨོ་གཟུགས་ཁམས་བཅོ་བརྒྱད་བརྩི་བྱ་བཞི་དོན། སྐད་ཅིག་བཅུ་གཉིས་ཟན་པོ་ཅིག་གཟུགས་ཀྱི་སྐད་ཅིག་སྒྲའི་སྐད་ཅིག། དྲིའི་སྐད་ཅིག་རོའི་སྐད་ཅིག་རེག་བྱའི་སྐད་ཅིག་ཆོས་ཀྱི་སྐད་ཅིག། ཨོ་ད་དེ་ན་ཚོགས་ལ། ང་དང་དེ་ཚོ་ཞིག་མང་པོ་ཞིག་ཡོད་པ་བསམ་ན་ཨོ་ད་སངས་རྒྱས་བཅོམ་ལྡན་འདས་ལ། ཕུང་པོ་ལ་རབ་ཏུ་སྒྲོལ། ཁམས་རྣམས་དང་མི་ལྡན་ཨོ་སྐྱེ་མཆེད་རྣམས་ཨོ་བསྡམས་པ་གཟན་པོ་ཆེ་ཨོ་ད་དེ་དག་ཐམས་ཅད་ཟག་བཅས་ཀྱི་ཨོ་སྐྱོན་དེ་དག་ཐམས་ཅད་སྤངས་པ་ད་དོན་དག་ཨོ་ཅེས་གསུངས་སྟེ་རོགས་ཟེར་ན། དུར་རྒྱུན་ན་ང་དང་སངས་རྒྱས་བཅོམ་ལྡན་འདས་ཀྱིས་འོ་ད་ངེས་པ་དང་སྐྱོན་ཐམས་ཅད་སྤངས་སྟེ་ནོ་ཟེར་པོ་ཅིག། ད་བདག་སང་ང་དང་ཁོ་རོའི་ནང་ང་རྣ་སྤེལ་ངའི་འགྲོ་བ་སེམས་ཅན་ལ་ངེས་པ་དཀའ་གཟུགས་ཤིག་ཡོད་ཀྱང་སྐྱོན་དཀའ་གཟུགས་ཤིག་ཡོད་ཀྱང་ཟེར་ན་དཔེར་ན་བདག་སང་ང་དང་ཕུང་པོ་བདག་ལ་རབ་ཏུ་རྣམ་པར་སྒྲོལ་བ་ཟེར་པོ་ཅིག་བདག་སང་ང་དང་ཕུང་པོ་ལྔ་པོ་ང་དང་རྒྱུ་ལ་ལྡན་དེ་དེ་རོགས། དཔེར་ན་ང་དང་གཟུགས་ཀྱི་ཕུང་པོ་ཟེར་པོ་ཅིག་བདག་སང་ང་དང་གཟུགས་པོ་གྱི་དེ་ན་འོ་གཟུགས་ཀྱི་ཕུང་པོ་རོགས། ད་དེ་བྱས་ཏེ་ང་དང་འདིའི་གཟུགས་པོ་ཡོད་པ་བསགས་ན། ཨེ་ནི་འདིའི་གཟུགས་པོ་ལ་ཚོར་བ་ཞིག་མྱོང་དགོས་ཟེར་པ་བསགས་ན། ཨེ་ནི་དེའི་ཚོར་བ་ལ་འོ་བདེ་བ་དང་སྡུག་བསྔལ་གཉིས་ཡོང་ཡོད་པ་བསགས་ན། ཨེ་ནི་བདེ་བ་ཡོང་ཙང་ན་ང་དང་དེ་ལ་ཆགས་པ་སྐྱེ། སྡུག་བསྔལ་ཡོང་ཙང་ན་ང་དང་དེ་ལ་དེ་ནས་ག་གེ་དེ་ནི་ཞེ་སྡང་དང་ཨོ་དེ་ནས་ཟླ་བ་ལ་སོགས་པ་སྐྱེས་པ་ལ་བརྟེན་ན་ཨེ་ནི་དེ་ག་ན་ང་དང་ལ་ཟ་ངན་པ་མང་པོ་ཞིག་ཟ་ག་འཇིག་ཨེ་ནི་དེ་ག་ན་ང་དང་སྡིག་པ་མི་དགེ་བ་ཟ་ག་འཇིག་ཨེ་ནི་དེ་ག་ན་ང་དང་དུག་མཁལ་སྣ་ཚོགས་མྱོང་ག་འཇིག་ལ་ཟ་ངན་པ་མྱོང་ག་འཇིག་ཟ་ག་འཇིག་བྱ་ནོ་ཨ་ལས། ཨོ་དཔེར་ན་ང་དང་ཚོར་བ་གཟུགས་པོ་ལ་བདག་ས་ང་དང་ཚོར་བའི་ཕུང་པོ་མེད་ན། དབྱི་གཟུགས་པོ་ལ་གཞན་གྱི་གནོད་པ་ཅི་ཞོར་ཅི་བྱོས་ན་ཡང་ང་དང་དེ་ག་དོ་ཁོང་ཁྲོ་དང་ཞེ་སྡང་བླང་བྱའི་མེད་ཀྱང་བཅས་ཟེར་ན་གཟུགས་པོ་ལ་ཚོར་བ་མེད་པ་ཟེར་དཔེར་ན་ང་དང། ལྕགས་ཟིན་འགྲོ། རྡོ་བ་ཡིན་འགྲོ། རྡོ་བ་ང་དང་ཨང་བ་ཙམ་ཞིག་རྡུང་ན་ཡང། འོ་ད་རྡོ་བ་ཧྲོག་ཧོང་འགྲོ་ལགས་ཤ་ཞོད་མེད་ཀྱ་ག་ལ་ཅེས་ཟེར་ན། ཁོ་ལ་རྡོ་བ་ལ་གཟུགས་ད་ཡོད་དེ་རོགས་ད་ཡིན་ན་ཚོར་བ་མེད་པ་བསགས་ན་ཨེ་ནི་དེ་ཚོར་བའི་གྲངས་སྤེ་དེ་སྡུག་པོ་ཡོད་ང་མེད་པ་བསགས་ན་ཨེ་ནི་སྡོད་ཡོད་ཀྱ་ང་དང། འོ་དེ་ཨིད་ཀྱི་རྣམ་པར་ཤེས་པ་ཡོད་དེ་ན་ཡང་ཚོར་བ་ཡོད། འོ་དེ་ན་ཡང་འདུ་ཤེས་ཡོད། ཨོ་དེ་ན་ཡང་རྣམ་པར་ཤེས་པ་དང་ཨོ་དེ་ཚང་མ་རོ་ཚང་དོད་པར་ས་ན་ཨོ་ད་སྡུག་བསྔལ་མྱོང་བྱེད་སྲིད་སྐྱེན་པོ་ཚང་མ་ང་དང་ཨ་ཚང་དོད་དོར་སོང་པར་ས་ན་ང་དང་ཨ་བདག་ས་ཡོད་ཀ་ནས་ཕུང་པོ་ལྔ་པོ་ལ་ཅི་ཟེར་རོ། ཟག་བཅས་ཉེར་ལེན་གྱི་ཕུང་པོ་ལྔ་ཞེས་རོ་ད་དོན་དག་བདག་ས་ང་དང་ཨའི་གཟུགས་སྤེལ་ཀ་ཚང་མ་ཚང་དོད་དོར་ང་དང་ཨ་གཟུགས་སྡུག་བ་ལས་ཚོར་བ་སྡུག་བ་ལས། ཨོ་འདུ་ཤེས་སྡུག་བ་ལས་སྡུག་ཨི་ནོག་སྡུག་སྨྲེ་ནོག་སྡུག་དཀར་པོ་ནོག་སྡུག་ནག་པོ་ནོག་སྡུག་བཟང་པོ་ནོག་སྡུག་ངན་པ་ནོག་སྡུག་བདེ་བ་ནོག་སྡུག་སྡུག་བསྔལ་ནོག་བསམ་ཀ་ནས་འདུ་ཤེས་པོ་ང་དང་ཨ་སྡུག་བ་ལས། ཨེ་ནས་དེ་ཡོད་པ་སང་རྣམ་པར་ཤེས་པ་འདུག་བ་སེམས་འདུག་བ་ང་དང་ལས། གསུངས་པ་སང་ན་ཨོ་དེ་ཕུང་པོ་ལྔ་པོ་ལ་ཅི་བྱོན་ནོ་ཨོ་དེ་ནས་ཟག་བཅས་ལྔས་ལེན་གྱི་ཕུང་པོ་ལྔ་བྱོན་ནོ་ད་ཟག་བཅས་ལྔས་ལེན་གྱི་ཕུང་པོ་ལྔ་ཨོ་བདེན་ཕྱིན་ཅད་ལ་ཨོ་ད་དེ་ནས་ཉོན་མོངས་པ་མ་ཡོང་ཨ་ཡོད་མེད་ཀྱ་ག་ལ་ཉོན་མོངས་པ་མྱོང་དགོས་ཟེར་ཀྱ་ག་ལ།

ཨོ་སོགས་པ་ཟེར་ན་ད་ཕུང་པོ་ལྔ་ཁམས་བཅོ་བརྒྱད་ཨོ་དེ་ནས་སྐྱེ་མཆེད་བཅུ་གཉིས་ད་གཟུགས་ཀྱི་ཁམས་སྒྲའི་ཁམས་ལ་སོགས་པ་གཟུགས་ཀྱི་སྐྱེ་མཆེད་སྒྲའི་སྐྱེ་མཆེད་ལ་སོགས་པ་སྐྱེ་མཆེད་རྣམ་པ་བཅུ་གཉིས་ཨོ་སོགས་ཀྱི་ཡོད་དེ་རོ་སོགས་པ་ཟེར་ན་ད་ང་དང་ཨོ་དེ་དག་ཨོ་ད་ང་དང་ང་དེ་ཚང་མས་སྐྱོན་བརྒྱ་བས་ཀྱང་ཡིན་ན་སངས་རྒྱས་བཅོམ་ལྡན་འདས་ལ་འོ་ད་དེ་དག་ཐམས་ཅད་ཀྱི་ཧ་ལས་ཕུང་པོ་དག་ལ་རབ་ཏུ་རྣམ་པར་སྒྲོལ། ཁམས་རྣམས་དང་མི་ལྡན་འོ་སྐད་ཅིག་རྣམས་གདམས་པ་ཟེར་ཏེ་འོ་སྐད་ཅིག་རྣམས་གདམས་པ་ཟེར་པོ་ཅིག་སྐབས་སུ་བབ་པ་སྤངས་པ་ལ་དགོད་ཀྱི། གསུངས་པ་སོགས་ན་འོ་དེ་ཡིན་ནོ་གསུངས་པ་སོགས་ན་ད་ང་དང་ཡི་ག་འདི་རིང་འོ་དེ་ནས་ཟབ་ཆོས་རྣམ་པ་དྲུག་པ་དང་བདུན་པ་ཡིན་སྐད་ཨེ་ནས་སྐོར་པོ་ལ་མདོར་བསྡུ་ཞིག་ཞུས་ཏེ་ཨེ་ནས་ག་དྲུག་པའི་ནང་གི་དེ་ནང་ཨེ་ནས་རྩ་བ་རྩ་བ་ལ་འདོད་པ་དག་གིས་མ་གོས་པ། གཟུགས་དག་གིས་ཉེ་བར་མ་གོས་པ། གཟུགས་མེད་པ་དག་དང་མ་འདྲེས་པ། འི་ནི་དེས་དེང་ན་སྡུག་བསྔལ་ལ་རྣམ་པར་གྲོལ་བ། འི་ནི་ད་ཟབ་ཅིང་རྣམ་པར་གདུན་པའི་ན་ཡོ་གན་པོ་ཅིག་འི་ནི་དགའ་ཕུང་པོ་རྣམས་ལ་ཧ་ལས་ཨོ་ཕུང་པོ་དག་ལ་རབ་ཏུ་རྣམ་པར་གྲོལ་བ་ཁམས་རྣམས་དང་མི་ལྡན་པ་སྐད་ཅིག་རྣམས་དམ་པ་ཟེར་ཏེ་ད་ཨོ་དེ་དང་རགས་ཏེ་འི་ནི་ང་དང་མདོར་བསྡུ་མདོར་བསྡུ་ཞིག་འི་ནི་དེ་རིང་འདི་ག་ན་བཞུད་ཟེར་རོ་གསུངས་པ་ས་ན་ཨོ་ད་ང་དང་ཚང་མས། ཨོ་དེ་འདྲ་བདེན་པས་ཨ་ནུས་ད་འདི་ང་དང། ཧ་ལས་ཁྲིད་ཚར་ཏེ་སྟེང་ན་ཨོ་དཀོན་མཆོག་ཅེས་དྲན་གྱིས་བསྡོད། ཨོ་དེ་ནས་ཏུས་དང་རྣམ་པ་ཀུན་ཏུ་བཞག་ད་ང་ལྟོགས་ན་ཚེར་མ་རེ་རེ་ང་དང་སྐྲ་བསྙལ་ན། ཨེ་ནི་ཧ་ཅང་བྱིན་རླབས་ཆེན་པོ་ཧ་ཅང་ཕ་ཡོན་ཆེན་པོ་རེད། ཨོ་ད་སངས་རྒྱས་བཅོམ་ལྡན་འདས་རང་ཉིད་ཀྱིས་དུས་ནའང་གསུངས་ཏེ། ཨོ་དེ་ནས་སངས་རྒྱས་ང་དང་ནང་པ་སངས་རྒྱས་པ་ཡིན་པ་ན་ཕ་ལ། ང་དང་སྐྱབས་འགྲོ་རྣམ་པར་བརྟགས་པ་ཞིག་དགོས་སོ་སྐྱབས་འགྲོ་རྣམ་པར་བརྟགས་པ་ཞིག་ཡོང་ང་ལ་ང་དང་དཀོན་མཆོག་གསུམ་རྗེས་སུ་དྲན་དགོས་ཟེར་བ་ལས། ཨེ་ནི་དཀོན་མཆོག་གསུམ་གྱི་སྐུའི་ཡོན་དང་གསུང་གི་ཡོན་དང་ཐུགས་ཀྱི་ཡོན་ཏན། ཨེ་ནི་དཀོན་མཆོག་གསུམ་གྱི་ནུས་པ། ཨེ་ནི་དཀོན་མཆོག་གསུམ་གྱི་ཨོ་དེ་ནི་ངེས་པ་དང་སྐྱོན་དེ་དག་དང་སྒྲ་ལུགས་སྒྲ་དང་པོ་འགའ་དང་ཧ་གོ་བར་འབོད་ཅིག་ཨེ་ནི་དཀོན་མཆོག་གསུམ་ལ་ལྟ་བས་ལྟ་པའོ་ཁྱེད་དེ་ན་ཨོ་ངེས་དང་སྐོང་ན་སྐོང་དུ་འཕེལ་ལེན་ཅིག་ཨེ་ནི་མདོ་ཁོ་རང་རྩ་ཆེན་པོ་ཡིན་པར་བསམ་ན་ཨེའི་ཚིགས་སུ་སྐྱོར་བ་ཙམ་གྱིས་ང་དང་ཨ་དེ་ནི་སངས་རྒྱས་དཀོན་མཆོག་ཆོས་དཀོན་མཆོག་ལ་ལྟ་བ་སྐོང་ན་འཕེལ་ཆེས་ཨེ་ནི་སྔར་བསགས་པའི་ལ་སྔགས་སྡིག་སྒྲིབ་མང་པོ་ཞིག་ང་དང་བདག་གི་ཆ་ན་བ་ལ། ངས་དེ་ཡང་མ་ཞུས་ས། ཨོ་དེ་ནས་གཱ་སྟོང་གིས་མཛེར་དཀར་མོ་ཐེ་ཚོམ་སྐྱེ་བ་ཙམ་གྱིས་ཨེ་ནས་ང་དང་ཧྲིལ་པ་ཁོ་རའི་ནང་སྐད་ཆ་ཟེར་ལཱ་སགས་དེ་ཡོད་ན་དེ་ལཱས་པོ་ཧྲུལ་པོ་བཅོས་ཟེར་ཏེ་འདུག་ག་ལེ། ཨོ་ནུས་མེད་དུ་བཅོས་ཟེར་ཏེ་འདུག་ག་ལེ། ཨོ་ཟུག་གི་ཕ་ཡོད་ནས་འོན་ཀྱང་སོང་པ་ཟེར་ན་བསམ་བློ་བཏང་བ་ཙམ་གྱིས་ཐེ་ཚོམ་སྐྱེ་བ་ཙམ་གྱིས་ཨེ་ད་དེ་ཡང་སློབ་སྦྱོང་བཅོས་ཏེ་ང་དང་དར་པ་དང་ཨི་ཆེས་སྐྱོན་ན་ད་རྩ་སྐད་ན་ལྟ་ག་ད་ཙམ་ཞིག་ཕ་ཡོད་མེད་ཀྱང་གསུངས་པ་བསམ་ན་འོ་ད་དེ་རིང་མདོར་བསྡུས་བསམ་ཞིག་འདི་ག་གཞུད་བཅད་ཚངས་བོར་རིན་ཨེ་ནས་ཚང་མ་ལ་ཐུགས་རྗེ་ཆེ།